རྫ་སྟོད་ཀྱི་གཏམ་རྒྱུད། ངའི་མིང་བདེ་སྐྱིད་ཡིན། ཁམས་རྫ་སྟོད་ལ་སྡད་ཀྱི་ཡོད། ང་ཚོར་རྩྭ་ཐང་ཧ་ཅང་རྒྱ་ཆེན་པོ་ཡོད་པ་མ་ཟད་ང་ཚོའི་ཕ་ཡུལ་ནས་ཨེ་ཤི་ཡའི་གཙང་པོ་ཆེན་པོ་གསུམ་བཞུར་གྱི་ཡོད་རེད། ངའི་ཨ་ཕ་འབྲོག་པ་ཡིན་པ་མ་ཟད་ཁོང་གི་ཕ་མེས་ཡང་མེས་ཚོ་ཡང་འབྲོག་པ་རེད། ང་ཚོའི་གཡག་འཚོ་བཞིན་སོ་སོའི་ས་ཆར་བདག་པོ་རྒྱག་གི་ཡོད། འདི་ངའི་གཡག་ཁྲ་མགོ་མ་རེད། གཡག་ཟེར་དུས་ཆུ་གླང་འདྲ་བོ་ཡོད་པ་དང་ཁོང་ཚོའི་རྩིས་པ་དེ་ལ་ཡོན་ཏན་ཞེ་དྲགས་ཡོད་རེད། ང་ཚོའི་ས་ཆར་གཡག་མང་པོ་ཡོད་ཙང་བོད་ཡོངས་རྫོགས་ལ་སྐད་གྲགས་ཡོད་རེད། ཉི་མ་གཅིག་སྲིད་གཞུང་སླེབས་ནས་འབྲོག་པ་ཚང་མ་སྤོས་དགོ་རེད་ཟེར། ཁྱོད་ཚོའི་གཡག་སྟེང་དུ་རྩྭ་ཟ་ཡང་མང་དྲགས་ཀྱི་འདུག། གཡག་ནི་རྩྭ་ཟ་ངེས་སེམས་ཅན་རེད། བཤད་མ་ཡོང།
རྩྭ་ས་ཚང་མ་འཕྲོག་བརླག་བཏང་གི་འདུག། རྩྭ་ས་འཕྲོག་བརླག་བཏང་གི་འདུག་ཨེ། ལོ་སྟོང་གི་རིང་རྩྭ་ས་སྲུང་སྐྱོབ་བྱེད་མཁན་ང་ཚོ་ཡིན། མ་གཞི་ནས། ཕ་གིའི་འཕྲུལ་འཁོར་དེ་ག་རེ་རེད། ཕ་གི་ཨེ།
ཧུམ། རྒྱལ་ཁབ་ཡར་རྒྱས་གཏོང་གཡག་གི་བཅའ་ལག་རེད། ང་ཚོའི་སྲིད་གཞུང་བཀག་འགོག་བྱེད་མ་ཐུབ་ཙང་ཨ་ཕའི་གཡག་ཚང་མ་བཙོངས་པ་རེད། ང་ཚོ་ནི་རྫ་སྟོད་ཀྱི་འབྲོག་པ་མཐའ་མ་དེ་ཆགས་ས་རེད། ཁྲ་མགོ་མ། ད་ཅི་བྱས་ན་དགའ། སྲིད་གཞུང་གིས་ང་ཚོ་རྩྭ་ཐང་རྒྱ་ཆེན་པོ་དེ་ཡི་རང་དབང་གཡུགས་ནས་ཨར་འདམ་གྱིས་བཟོས་པའི་སྡོད་ཁང་ལ་སྤོས་བཅུག་སོང། ང་ཚོ་དེར་སླེབས་དུས་སྡོད་ཁང་ཕལ་ཆེ་རྒྱབ་ཀྱང་ཚར་མི་འདུག་ང་ཚོས་གཞིས་མ་ཆགས་གོང་སྲིད་གཞུང་གི་ལས་བྱེད་པ་ཞིག་ལྟ་སྐོར་ལ་སླེབས་སོང། སྡོད་ཁང་འདི་སྙིང་རྗེ་བོ་འདུག་ཨ། ཧ་ཧ། ཁྱོད་ཚོས་འདི་འདྲ་ཁང་པ་སྙིང་རྗེ་བོ་མཐོང་ཡོད་ཀྱི་མ་རེད། ད་ཁྱེད་ཀྱིས་ཆེད་དུ་ཤུག་འདི་སྒང་ལ་མིང་རྟགས་རྒྱོབ་ཞུ། འདི་ཅི།
འདི་རུ་ཤོག། ཧོ་ཨ་ཕ་ཅི་རེད་དམ། འདི་ནང་ག་རེ་ལབ་འདུག། འདི་ན་འདི་འདྲས་ཀྱི་བྲིས་ཤག། ཁང་པ་འཛུགས་སྐྲུན་གྱི་འགྲོ་སོང་ཆ་ཚང་མི་ཚང་རང་ཉོས་ནས་སྤྲོད་དགོས་པའི་གན་རྒྱ། ག་རེ།
ཇོ་བོ་རོང་པོ། ཁྱོད་ཀྱིས་ང་ཚོ་རྩྭ་ཐང་ཁྲོ་ད་དངུལ་འཕྲོག་རྒྱུ་ཡིན་ཨེ། ཡིན་གྱི་མ་རེད་ང་ཚོར་ལབ་ཡ་ལ་ཁང་པའི་འགྲོ་སོང་སྲིད་གཞུང་གིས་སྤྲད་ཚར་རེད་ཟེར་སོང། ཧུམ།
ཁང་པ་རྣམས་ནི་ཟ་གི་ཡོད་རེད་བསམ་གྱི་འདུག་བས། ཁང་པའི་རིན་པ་ཆ་ཚང་མ་སྤྲད་རང་སྤྲད་རེད་ད། ངས་ཁྱོད་ཚོ་ཟླ་བ་གཅིག་གི་དུས་ཚོད་བསྐྱར་དུ་སྤྲད་ཡོད། འོ་ཟི།
དངུལ་འདི་འདྲ་མང་པོ་ང་ཚོ་ག་པ་ནས་ཁྱེར་ཡོང་གོ་རེད། ཀླད་པ་བེད་སྤྱོད་གཏོང་བཞིན་ཕ་གི་ཕོ་སར་དེ་ཚོ་ལ་དངུལ་ག་འདྲས་མང་པོ་འདུག་ཁོ་ཚོ་ནང་བཞིན་དབྱར་རྩ་དགུན་འབུ་ཀོ་ཁ་འགྲོ་རྒྱུ་རེད་ད། དེ་མེད་ན་མཐར་ཕྱིན་ནང་བཞིན་སྡུག་སྐད་རྒྱབ་ནས་བསྡད་རྒྱུ་རེད། ཁོ་ཚོའི་ནང་མི་ལ་ལྟོས་ད། དཀའ་ངལ་དང་རྙོག་དྲ་མ་གཏོགས་གར་དོ། ལྟོས་ད། འདི་སྲིད་གཞུང་གིས་ཁྱོད་ཚོའི་འཚོ་བ་དེང་རབས་ཅན་ལ་བསྒྱུར་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་རེད་ད། ཁྱོད་ཚོས་དེ་ལ་ངོ་རྒོལ་བྱས་ན་སྲིད་གཞུང་གི་ཁྲིམས་སྤྱི་ཚོགས་སྒྲིག་འཛུགས་ཐམས་ཅད་ལ་ཁྱོད་ཚོ་ངོ་རྒོལ་བྱས་པ་དང་གཅིག་མཚུངས་རེད། གལ་སྲིད་ཁྱོད་ལ་ཁྲིམས་ཀྱི་སྐོར་བསླབ་དགོས་བྱུང་ན་ཁྱོད་ཨ་མ་དྲན་ཡས་གསོལ་ཡོང། གང་ལྟར་མང་ལྟར་ཟླ་བ་གཅིག་གི་ནང་ལ་དངུལ་ཆ་ཚང་སྤྲད་ཐུབ་པ་བྱེད་དགོས་ཡོད་ད། དེ་ལབ་མ་སོང་ད་གོ་མ་སོང་ཟེར་ཡས་མེད་ད། ཧོག་དོང་སྒོ་ངའི་རྩ་བཞག་འོ། དུས་ཚོད་དེ་ཡི་སྐབས་རྒྱ་ནག་ནས་གཏེར་ཁ་སྔོག་མཁན་རྣམས་ཡང་སླེབས། ཁོང་ཚོའི་ས་གནས་ཀྱི་ལས་བྱེད་པ་རྣམས་ལ་ལྐོག་རྔན་སྤྲད་ནས་ཆོག་མཆན་བླངས། ད་ལྟ་ང་ཚོ་རྩྭ་ཐང་ལ་མེད་ཙང་ཁོང་ཚོར་བཀག་འགོག་བྱེད་མཁན་སུ་ཡང་མེད་པར་གཏེར་ཁ་སྔོག་གི་ཡོད་རེད། ལྟས་ངན།
ད་ཡག་འདུག་ཚུར་འགྲོ་ཚུར་རེ་གཅིག་ག་མི་འདུག་རྒྱབ་ཁ་འཛུགས་སྐྲུན་གི་ལམ་ཁ་འགོག་སྙིང་གི་གླེན་པ་གཅིག་གི་རྗེས་ལ་གཅིག་ཡོང་འདུག་ད། འོན་ཀྱང་གཏེར་ཁ་སྔོག་འདོན་གྱིས་ང་ཚོའི་ཁོར་ཡུག་དང་འཚོ་བ་སྐྱེལ་སྟངས་ཡོངས་རྫོགས་རྩ་མེད་བཏང་གི་འདུག་ད་དུང་ཁོར་ཡུག་ལ་བག་ཚོགས་བཟོས་པས་ཕྱུགས་ཟོག་ཤི་བ་དང་འབྲུ་མར་གནོད་པ། སྐྱེ་འཕེལ་ལ་གནོད་པ་བཅས་ཡོང་གི་ཡོད། སྐྲན་ནད་ལྟ་བུའི་ན་ཚ་ཚབས་ཆེན་རིགས་ཀྱང་འབྱུང་གི་ཡོད། ཝེ།
ད་གཡག་རྒོད་པོ་དལ་འདུག་ན་མ་འདུག་ཉན་ས་མར་ལྟ། འོ་གཡག་ཆུང། ད་ཡིན་ན། སྤོམ་པོ་ལགས་ང་གོས་དུང་ནང་ལ་བཅིང་པོ་ཤོག་སོ།
ཨ་ཕའི་ལས་ཀ་གསར་པ་ཞིག་བཙལ་ཀྱང་མ་རྙེད་སྲིད་གཞུང་ནས་རོགས་རམ་ཡང་མ་ཐོབ་མཐའ་མར་ང་ཚོར་དབྱར་རྩ་དགུན་འབུ་མ་སྒོ་རང་སྒོ་ཆགས་ཡིན་ན་ཡང་དབྱར་རྩ་དགུན་འབུ་རྙེད་རྒྱུ་ཁག་ཏུ་ཁག་ཏུ་འགྲོ་གི་འདུག་ཨ་ཕས་ང་ཚོའི་འཚོ་བའི་ཐོག་སེམས་ཁྲལ་མེད་དོ་མདོ་བྱས་ཀྱང་ཁོང་གི་སེམས་ནང་དངངས་སྐྲག་ཆེན་པོ་ཡོད་པ་ངས་ཚོར་ཐུབ་ཀྱི་འདུག། བདུད་རྩི། ཕ་གི་ཁྱོ་གི་གཡག་མ་རེད་པས། ངའི་གཡག་ཨེ་ཁྲ་མགོ་མ། ཁྲ་མགོ་མ། ཉིན་རྗེས་ཁོ་ལ་རྨས་སྐྱོན་ཕོག་པ་འདྲ། ང་ཚོ་སོ་སོའི་གུ་ཆུག་སེམས་ཅན་དང། ས་ཆ་སྲུང་སྐྱོབ་བྱེད་ཐུབ་ཀྱི་མི་འདུག་བདུད་རྩི། ད་བྱས་ཐབས་མི་འདུག། ཕལ་ཆེར་ད་སྔར་དང་མ་འདྲ་བ་ཞིག་བྱེད་དགོས་ཟེར་རེད། མ་འདྲ་ཞིག་ཨེ། ད་ག་རང།
ཁྲ་མགོ་མ་ཚུར་ལོག་པ་དེ་རྟགས་མཚན་ཞིག་རེད་ས་ཆ་འདི་ང་ཚོའི་རེད་དེ་ལ་སྲུང་སྐྱོབ་བྱེད་རྒྱུ་ནི་ང་ཚོའི་ལས་འགན་རེད། ངས་གོ་ཡ་ལ་ཁོང་ཚོའི་གཏེར་སྔོག་འདོན་གྱི་ཆོག་མཆན་ཡིག་ཆ་རྫུན་མ་རེད་ཟེར། དེ་འདྲ་ཡིན་ན་ང་ཚོར་གོ་སྐབས་ཅིག་ཡོད་ས་རེད། ཡིན་ཡང་ཁག་པོ་རེད། ཁོང་ཚོ་ངོ་སྐྱོད་བྱེད་ན་ང་ཚོ་ལམ་སང་ཆབ་སྲིད་ཀྱི་ནག་ཉེས་བཙུགས་གི་རེད། འོ་རེད་མཐར་ཅན་གྱི་ནང་མི་ཁོང་ཚོ་ངོ་རྒོལ་བྱས་པའི་རྗེས་ལ་དཀའ་ངལ་མང་པོ་མྱངས་པ་རེད། ཡིན་ན་ཡང་ད་ཐེངས་འདྲ་གི་མ་རེད། གཅིག་ནས་ང་ཚོའི་ཁོར་ཡུག་སྐོར་གཅིག་པོ་གླེང་དགོས། གཉིས་ནས་སྲིད་འཛིན་ཞི་ཅིན་ཕིང་གི་གསུང་བཤད་རྣམས་བེད་སྤྱོད་གཏོང་དགོས། སྐད་ཆ་དེ་གང་སར་ཁྱབ་ནས་ས་རྒྱུས་མི་འདྲ་བ་གསུམ་ལ་ཉི་མ་གཅིག་ནང་བོད་མི་གཅིག་སྟོང་ལྷག་འཛོམས་པ་རེད། ང་ཚོ་ཞི་བའི་སྒོ་ནས་ས་ལ་བསྡད་ནས་ཁོང་ཚོའི་ལམ་ཀ་བཀག་པ་ཡིན། ང་ཚོས་ཁོང་ཚོར་གཏེར་དགའ་སྔོག་འདོན་མཚམས་འཇོག་བྱེད་དགོས་ཅེས་འབོད་སྐུལ་ཞུས་པ་ཡིན།
བར་བཅད་གདན་ཁྲི་མང་པོ་ག་རེ་རེད། རྒྱལ་ཁབ་ཡར་རྒྱས་ཀྱི་ལང་ཀ་འདི་བཀག་ནས་ཁྱོད་བློ་ཁོག་སུ་ལ་ངོམ་གྱི་ཡོད་ཨ། གལ་སྲིད་སྲིད་འཛིན་ཞི་ཅིན་ཕིན་གྱི་གསར་འགྱུར་འདི་ལ་དེབ་དང་བསྔོ་ཆོས་པའི་ཆོག་མཆན་དངོས་སུ་སྤྲད་པ་ཡིན་ན་ང་ཚོས་ལམ་ཀ་ད་དྲང་ཆེ་གི་ཡིན། སྤོམ་པ་ལགས། མི་ཐུགས་སྤྲོ་འདྲ་བོ་དེ་ཚོ་ཉན་གྱི་མི་འདུག་ཉེན་རྟོག་པ་ཁྲིད་ཡོང་རོགས། སུའང་འདྲ་མ་བྲོས་ཨ།
འཇམ་པོའི་ཁ་ལ་མ་ཉན་ན་རྩུབ་པོའི་རྐང་པའི་བྲོ་བ་སྙོམས།
ང་ཚོ་ཁྱོད་ལ་སྐྲག་གིན་མ་རེད་དོ། རྡོ་རྡོ་ཁྱོད་རང་ཁ་རོག་སྡོད། ཡར་ལོངས་སྐད།
མི་འགྲོ། ནམ་ཡང་འགྲོ་གིན་མིན། མཐར་ཕྱིན། མཐར་ཕྱིན།
དུག་རླངས་བཏང་དུས་ང་ཚོའི་མིག་ནས་མིག་ཆུ་རང་དབང་མེད་པར་ཤོར་སོང། འོན་ཀྱང། ང་ཚོར་གཅར་རྡུང་སོགས་ག་རེ་བྱས་ཀྱང་འཚེ་མེད་ཞི་བའི་དམ་བཅའ་དེ་མ་ཤོར་བ་བྱས་པ་ཡིན། མཐའ་མ་དེར་ང་ཚོ་ལ་རྒྱལ་ཁ་ཐོབ་སོང། རྒྱུ་མཚན་ནི། ང་ཚོའི་གཏེར་ཁ་སྔོག་འདོན་འགོག་པའི་ཆེད་དུ་ཐབས་བྱུས་བཏིང། དེ་ནས་ལས་འགུལ་སྤེལ། ཚང་མའི་ཆོད་སེམས་བརྟན་པོའི་གཅིག་སྒྲིལ་བྱས་ཙང་ང་ཚོའི་དམིགས་ཡུལ་དེ་འགྲུབ་པ་རེད། ཐོག་མར་ཁོང་ཚོའི་མི་མང་ལ་རྒྱལ་གཅེས་སློབ་གསོ་ཟེར་ནས་ཁྱིམ་ཚང་རེ་རེར་ཡོང་ནས་མི་མང་ལ་དྲི་རྩེད་དང་འཇུ་བཟུང་བྱས་སོང། དེ་ཡི་རྗེས་ཁོང་ཚོའི་གྲོང་གསེབ་ཀྱི་སྡེ་དཔོན་བརྗེས། འོན་ཀྱང་སྡེ་དཔོན་གྱི་ཚབ་སུའང་བསྐྱོད་མ་ཐུབ་རྒྱུ་མཚན་ནི་བོད་མི་གཞན་པ་ཚོས་སྡེ་དཔོན་གྱི་ཚབ་བྱེད་རྒྱུར་ངོས་འཐུན་མ་བྱེད་པ་རེད། ང་ཚོའི་ཡག་ཤོས་གཅིག་ལ་དམག་མི་རྣམས་ཀྱིས་མི་དམངས་ལ་དུག་རླངས་གཏོར་བཞིན་པའི་བརྙན་ཐུང་དེ་རྒྱ་ཆེར་བཀྲམ། དེ་ལ་གསང་རྒྱུའི་བརྒྱུད་ལམ་ཁག་གིས་དོ་སྣང་ཆེན་པོ་བྱས་སོང། ལོ་རྗེས་མར་ང་ཚོའི་སོ་སོའི་ས་གནས་ཀྱི་ལས་བྱེད་པ་ཚོར་ཡིད་ཆེས་བྱེད་རྒྱུ་མེད་པ་ཐག་བཅད་ནས་པེ་ཅིང་ལ་ཞུ་གཏུག་བྱེད་དུ་ཕྱིན་པ་རེད། སྲིད་གཞུང་གི་མདུན་དུ་ང་ཚོའི་ས་ཁུལ་དེ་རང་བྱུང་སྲུང་སྐྱོབ་ས་ཁུལ་ཡིན་པ་དང་ས་གནས་དཔོན་པོ་ཚོས་ཁྲིམས་འགལ་གྱི་སྒོ་ནས་གཞན་ལ་གཏེར་ཁ་སྔོག་འདོན་བྱེད་དུ་བཅུག་པ་སོགས་ཞུ་བ་རེད། པེ་ཅིང་སྲིད་གཞུང་གིས་ས་གནས་སྲིད་གཞུང་ལ་བཀའ་བཏང་ནས་རྫ་སྟོད་ལ་གཏེར་ཁ་སྔོག་འདོན་མཚམས་འཇོག་བྱེད་རྒྱུ་མ་ཟད། གཙང་གསུམ་འབྱུང་ཡུལ་གྱི་ས་ཁུལ་ཚང་མར་གཏེར་ཁ་སྔོག་མི་ཆོག་པ་བཟོས་པ་རེད། ད་དུང་ས་ཁུལ་འདིར་སྲིད་གཞུང་གིས་རང་བྱུང་ཁོར་ཡུག་སྲུང་སྐྱོབ་ཀྱི་ཁུལ་ཟེར་ནས་རྡོ་རིང་བསླངས་པ་མ་ཟད། སྔར་འཇུ་བཟུང་བྱས་པའི་བོད་མི་རྣམས་ཀྱང་གློད་དུ་བཅུག་པ་རེད། གལ་སྲིད། ང་ཚོའི་གནས་ཚུལ་དེ་གསར་ལམ་ཁག་ལ་བཀྲམ་ཐུབ་མེད་ན། ང་ཚོའི་ས་ཆར་འབྱུང་བཞིན་པའི་ཁོར་ཡུག་གཏོར་སྐྱོན་དེ་ཕལ་ཆེར་བཀག་ཐུབ་ཡོད་ཀྱི་མ་རེད། ང་ཚོའི་གནས་ཚུལ་རྒྱུས་ལོན་དང། འཆར་གཞི་བཀོད་སྒྲིག་ལས་རྒྱུ་གྲ་སྒྲིག་གཅིག་སྒྲིལ་བཅས་བྱས་ཙང་གྲུབ་འབྲས་དེ་བྱུང་བ་རེད། ལྷག་པར་དུ་ང་ཚོའི་འཚེ་མེད་ཞི་བའི་ཐབས་བྱུས་དང་ལས་འགུལ་ལ་ཡིད་ཆེས་ནམ་ཡང་དོར་མེད།